དེ་རིང་འདི་ང་ཚོའི་འདི་སྤྱི་སྤྱོད་ཉི་མ། སྤྱི་སྤྱོད་རེད་ད་གསུང་ཆོས་ཉི་མ་གསུམ་པ་ཆགས་ཀྱི་ཡོད་རེད། དེ་ཁ་སང་བླ་མའི་མཚན་ཉིད་སྐོར་ད་མང་པོ་ཞུས་པ་རེད། ཡིན་ན་ཡང་ད་གཞུང་ནས་བཤད་བཞག་པའི་གི་བླ་མའི་མཚན་ཉིད་དེ་ཚོ་མཚམས་མཚམས་ཡང་མང་དྲགས་ནས། ཡང་རྡོག་རྡོག་ཅིག་བཟོ་མ་ཐུབ་ན། ཡང་ཅིག་མགོ་རྙོག་རུ་འགྲོ་ཡག་ཅིག་མ་གཏོགས་བའི་དངོས་ཡོད་གནས་ཚུལ་ལས་ཡག་ད་ག་ཚོད་ཅིག་གི་ཕན་ཐོགས་ཡོང་གི་མི་འདུག་ག། དེ་འདྲ་ཡིན་དུས་སང་ནས་ཨ་ནི་མཚན་ཉིད་དེ་དག་ཐམས་ཅད་པས་མདོར་བསྒྲིལ་ནས། མ་ཅིག་བཤད་དུ་བསྡད་པ་ཡིན་ན། ད་དེའང་དྭགས་པོ་རིན་པོ་ཆེ་ལྟ་བུ་ལ་ཆ་མཚོན་པ་ཡིན་ན། ཨ་ནི་ཁོ་རང་བཀའ་གདམས་དཔལ་གྱི་མན་ངག་གི་བཤད་པ་དང་རྗེ་མི་ལའི་སྒྲུབ་བརྒྱུད་ཀྱི་གདམས་ངག་ཟུང་འབྲེལ་གྱི་ཐོག་ནས་ཉམས་ལེན་གནང་མཁན་ཞིག་ཆགས་བསྡད་ཡོད་རེད།

སྒྲུབ་བརྒྱུད་ཀྱི་བསྟན་པའི་སྲོལ་འབྱེད་ཆེན་པོ་གཅིག་ཆགས་ཡོད་པ་རེད། བྱས་ཙང་ཁོང་གི་གསུང་དེ་ཚོ་ཡང་ཅིག་ཁ་ནས་བཤད་པ་ཙམ་མ་ཡིན་པར་ལག་ལེན་དངོས་ཀྱི་མྱོང་བ་དང་འབྲེལ་ནས་གསུང་ཡོད་པ་ཡིན་དུས་ས་གནས་དང་ང་རང་ཚོར་ཕན་ཐོགས་ཆེན་པོ་ཡོད་པ་ཡིན་པ་རེད། དེ་འདྲ་ཡིན་དུས་ས་ནས་ཁོང་གི་བླ་མའི་མཚན་ཉིད་དེ་བས་རྡོག་རྡོག་རུ་ཅིག་བཟོས་ན་བྱས་ག་འདྲ་ཅིག་གསུང་འདུག་ཡང་ང་ཚོས་ཅིག་མཇལ་ཡག་དེ་གལ་ཆེན་པོ་རེད་འདུག་བ། ད་དེ་ཡང་དྭགས་པོ་རིན་པོ་ཆེ་གིས་གསུངས་ད་ལྟ་ཚོགས་ཆོས་ལིང་མཛེས་མ་ཞུ་ཡག་དེའི་ནང་ལོགས་ལ་གར་གསུངས་ཡོད་རེད་ཟེར་ན། ད་བླ་མའི་གི་མཚན་ཉིད་མདོ་དང་རྒྱུད་ནི་མང་པོ་ཅིག་བཤད་ཡོད་ཡག་རེད་དེ་གི་དེ་ཚང་མ་སློབ་པའི་མདོར་བསྡུས་པ་ཡིན་ན་ཨ་ནི་ག་ཧྲ་གསུང་གི་ནང་ལོགས་ལ་ཡང་འདུག་གི་རེད། གསུམ་པོ་དེ་ག་རེ་རེད་ཟེར་ལབ་པ་ཡིན་ན། དང་པོ་དེ་རྒྱུད་པའི་བཀའ་མ་བྱས་པ་ཅིག་གུ་གུ་རེད། གཉིས་པ་དེ་ངང་ཚུལ་བཟང་ལ་ཐུགས་རྗེ་ཆེ་བ་ཅིག་གུ་གུ་རེད། གསུམ་པ་དེ་དམན་པའི་བློ་སྤངས་ཏེ་གུས་པ་སྐྱེ་བའི་རྟེན་དུ་རུང་བ་ཅིག་གུ་གུ་རེད་བྱས་བྱས་ག་ད། མདོ་སྔགས་ནས་གསུངས་པའི་གིས་བླ་མའི་གི་ཚིག་ཉིད་དེ་དེ། ཚུལ་རྡོག་རྡོག་རིལ་རིལ་བའི་ཟོལ་སྣང་ཆེ་ད། དོན་ཚན་གསུམ་ལ་བ་བསྡུས་གནང་ཞེས་གསུངས་འདུག་ཨ། དེ་གཅིག་རེད། ཡང་རྗེ་དུས་གསུམ་མཁྱེན་དཔལ་གྱི་ཚོགས་ཆོས་ཀྱི་ནང་ལོགས་ལ་ཡང། ཡང་འདི་འདྲ་ཞིག་གསུངས་འདུག་ཨ། གསང་སྔགས་དང་ཨ་ནི་ཚིག་གཉིས་ཀྱི་གཞུང་སོ་སོ་ནས་པའི་བླ་མའི་མཚན་ཉིད་ཕལ་ཆེར་མ་གསུངས་པ་རྩ་ནས་ཡོག་མ་རེད་མང་པོ་ཞུ་ཅི་གསུངས་ཡོག་རེད། ཡིན་ན་ཡང་དེ་དག་ཐམས་ཅད་ཚུལ་དཔལ་རྡོག་རྡོག་རིལ་རིལ། དེ་རྡོག་རྡོག་འགྲོ་བ་དེ་ཨ་ན་བླ་མ་དྭགས་པོ་རིན་པོ་ཆེ་གིས་ག་རེ་གསུང་གི་འདུག་ཟེར་ན། ཚེ་འདི་ལ་བསྟོད་ཐག་བཅད་པ། ཤེས་རབ་ཆེན་པོའི་སྒོ་ནས་གཞན་གྱི་ལམ་སྣ་འདྲེན་པ། སྙིང་རྗེ་ཆེན་པོའི་སྒོ་ནས་སློབ་མ་ཡལ་བར་མི་འདོར་བ་ཞིག་དགོས་ཀྱི་རེད་ཟེར་ན་བླ་མའི་ཚིག་ཉིད་རྡོག་རྡོག་དེ་ཨ་ན་དེ་གསུང་གི་ནང་དུ་འདུས་ཀྱི་རེད། དེ་འདྲའི་གསུང་དུ། ཚེ་འདི་ལ་ལྟོས་ཐག་བཅད་པ། ཤེས་རབ་ཆེན་པོའི་སྒོ་ནས་གཞན་གྱི་ལམ་སྣ་འདྲེན་པ། སྙིང་རྗེ་ཆེན་པོའི་སྒོ་ནས་སློབ་མ་ཡལ་བར་མི་དོར་བ་ཅིག་དགོས་ཀྱི་རེད། དེ་གསུང་ན་འདོད་ཀྱི་རེད་ཅེས་ཅི་གསུང་ཤག། ཡང་འདི་ག་ཚོད་ཀྱི་ཅིག་ག་ཤོར་ཡོད་དག་པོ་རུ་མི་ཅིག་གསུང་དེ་ཡང་ང་ཚོ་ཅིག་མདོ་བར་དྲིལ་བུ་རུ་བ་ཅིག་དང། དཔལ་དངོས་གནས་ཧྲི་ནས་ཀྱི་ལག་ལེན་དངོས་ཡོད་ཐོག་ལ་ཡིན་ན་ད་ཅིག་ཕན་ཐོག་ཆེན་པོ་རུ་བྱེད་ཡོང་ཨ་ཅིག་དེ་འདྲ་ཅིག་ཡིན་ས་རེད། ད་དེ་ནས་ཡང། རྗེ་བླ་མ་ཙོང་ཁ་པ་ཆེན་པོ། ད་རྗེ་བླ་མ་ཙོང་ཁ་པ་ཆེན་པོ་གྲུབ་བྱེད་བིན་ད་མདོ་སྔགས་ཀྱི་བའི་གཞུང་ཐམས་ཅད་ལ་ད་མཁས་པ་ཆེན་པོ་ཤ་རེ་བ་རེད། ད་ན་བཞིན་ཁོང་གི་གསུང་ག་འདྲ་ཅིག་ཡིན་ན་ཡང་གཙོ་བོ་ད་ཅིག། མདོ་རྒྱུད། དང་གཞུང་འབྲེལ་དེ་ཚོ་ལ་ཡང་ཁུངས་བཅོལ་ནས་ཨ་ནུ་གསུངས་གནང་གི་ད་ལུགས་སྲོལ་དུ་བསྒྲིགས་ཡོད་པ་ཡིན་དུས་ས་ནི་ཨ་ནུ་ཁོང་གི་མཛད་པའི་གི་བླ་མ་ལྔ་བཅུ་པའི་འགྲེལ་པའི་ནང་ལོགས་ལ་ཡ་ཡང་ཅིག་བླ་མའི་ཚིག་ཡིན་དུས་ཚོ་བར་མདོར་བསྡུས་ནས་བཤད་ན་འདི་འདྲི་གི་རེད་ཟེར་ཡ་ཅིག་དེ་འདྲི་གཅིག་གསུངས་ཡོད་དེ་ནང་ག་རེ་གསུངས་ཡོད་རེད་ཟེར་ན། ཨ་ནི་མདོར་བསྡུས་པ་ཡིན་ན་བླ་མའི་བླ་མའི་མཚན་ཉིད་དེ་ལ་ཡང་སྙིང་རྗེ་ཆེ་བ། ཐིགས་པ་ཆེན་པོ་ལ་མི་ཕྱེད་པའི་དད་པ་བརྟན་པ། ཐིགས་པ་ཐུན་མོང་བ་དང་ཐུན་མོང་མ་ཡིན་པའི་བསྟན་བཅོས་ལེགས་པར་ཤེས་པ། གདུལ་བྱ་འཁྲིད་པའི་རིམ་པ་ལ་ཤིན་ཏུ་མཁས་པ། སྒོ་གསུམ་གྱི་ཉེས་སྤྱོད་བསྡམས་པའི་དབང་པོ་དུལ་བ་བྱེད་བྱེད་ད་ག་ད་དེ་འདྲ་བའི་གི་ཆོས་ལྔ་ལྡན་ཅིག་དགོས་རེད། དེ་འདྲ་བའི་གི་ཆོས་ལྔ་ལྡན་གི་ད་བླ་མ་ཅིག་རྙེད་སོང་ན་ད་དེ་བློ་དང་ལྡན་པ་རྣམས་ཀྱིས་བླ་མར་བྱ་དགོས་འོས་རེད་ཅེས་ཅེས་དེ་འདྲ་གསུངས་གནང་འདུག་བ། ཡང་དེས་ང་ཚོས་ཅིག་སློབ་སྦྱོང་ཞུ་ས་རུ་ཅིག་གལ་ཆེན་པོ་ཞིག་འདུག་བསམ་དྲན་འདུག་དེ་ནས་ཡང་ཅིག་ལི་ཡ་འཇམ་མགོན་བློ་གྲོས་དང་ཡང་འཇམ་མགོན་ཀུན་སྤྲུལ་རིན་པོ་ཆེ་ཀུན་སྤྲུལ་སྐུ་ཕྲེང་དང་པོ་འཇམ་མགོན་བློ་གྲོས་དང་ཡང་འཇམ་མགོན་བློ་གྲོས་དང་ཡང་འདྲ་བ་ཅིག་ཆ་མཚོན་པའི་ནི་བོད་གངས་ཅན་ལྗོངས་ལས་ཕ་གཞིས་ད་ཅིག། ཅིག། ས་དགེ་བཀའ་རྙིང་རིས་སུ་མ་ཆད་པའི་ཆོས་མ་གསན་བྱ་བ་མེད་པ་ད་ག་ད་གསན་རྒྱ་ཆེ་ཤོས་སྒྲུབ་བྱེད་ཆགས་འདི་ཡོག་རེད། བྱས་ཙང་ཁོང་གིས་མཛད་བཞག་བས་ཀི་ཨ་ནི་ཕྱི་ཆ་ཀུན་ཁྱབ་མཛོད་ཀ་ནང་ལོག་ལ་ཡང་བླ་མའི་ཚིག་ཉིན་མ་རྡོག་རྡོག་རྡོག་རྡོག་རུ་དུ་མ་གསུངས་ཡོང་དུས་ཙང་ག་རེ་གསུངས་གསུངས་པ་རེད་ཟེར་ན་ཨ་ནི། གཙོ་བོ་འདི་དག་རྡོ་རྗེ་འཆང་ནས་ད་ལྟའི་བར་དུ་སྨིན་གྲོལ་གྱི་བརྒྱུད་པ་མ་བྱས་ཅིང་དམ་སེལ་གྱི་སྐྱོན་མ་ཞུགས་པ་ཅིག་གོ་རེ། གཉིས་པ་དེ་ལ་ཨ་ན་སྡོམ་པ་དང་དམ་ཚིག་གི་བརྟུལ་ཞུགས་ལས་གནས་པ་ཅིག་གོ་རེ། གསུམ་པ་དེ་བརྒྱུད་པ་ནས་བརྒྱུད་པར་འབྱུང་བའི་གི་མན་ངག་དང་ལྡན་པ་ཅིག་གོ་རེ། བཞི་པ་དེ་བཀའ་བསྟན་བཅུ་སྤྱི་དང་ཁྱད་པར་དུ་རྒྱུད་ཀྱི་དོན་རིག་པ་ཅིག་གོ་རེ། ཨ་ནི་ལྔ་པ་དེ་གཞན་ཕན་སྙིང་རྗེའི་ཐུགས་དང་ལྡན་པ་གཅིག་གུ་གུ་རེ་བྱས་བྱས་ད་གང་ད་གསང་སྔགས་ཀྱི་བླ་མ་དེ་ལ་ཡང་མཚན་ཉིད་འདི་འདི་འདི་རེ་བྱས་བྱས་ད་གང་ད་མཚན་ཉིད་ལྔ་པོ་དེ་ཚང་གུ་གུ་རེ་བྱས་བྱས་གསུངས་འདུག་བ། དེ་ནི་དག་སྣང་ཞིང་གི་དག་ང་ཚོའི་ནང་རྒྱུད་བླ་མ་བླ་མ་ཟེར་བ་དེ་གཙོ་བོ་དག་ང་ཚོས་ཀྱི་གསང་སྔགས་བླ་མ་དེ་ང་རང་ཚོས་མང་ཆེ་སྤྱི་དང་གི་ཁ་ཚང་ཞུས་པ་ནང་བཞིན་གསང་སྔགས་བླ་མ་ལ་ཡང་དག་དབྱེ་བ་དྲུག་ལ་སོགས་པ་དེ་འདྲས་ཡོད་པ་ཡིན་ན་ཡང་ཡོངས་གྲགས་ང་རང་ཚོས་ཀྱི་དག་སྤྱི་ཚོགས་ནང་རོ་བླ་མ་བླ་མ་ཟེར་ལ་དུས་སང་ནི་དབང་ཞུ་སའི་གི་བླ་མ་དེ་ལ་ཡང་དག་ཅིག་གཙོ་བོ་དེ་ལ་ཡང་བླ་མ་ཙི་ཏའི་ཨ་ནུ་ཅི་ཡོང་དེ་ཡོར་བ། ད་འོ་ན་ཅིག་དབང་ཞུ་ཟེར་གི་བླ་མ། ད་དེ་ལ་ཡང་ཅིག་མ་མཐའ་ཡང་ཚིག་ཉིད་ག་འདྲས་ཅིག་ཚང་དགོས་རེད་བྱས་བྱས། དུས་བྱས་བྱས་སྐད་ཆ་དྲིས་པ་ཡིན་མིན་ན། ད་ལྟ་རྗེ་རིན་པོ་ཆེ་གི་སྔགས་རིམ་ཆེན་མོའི་ནང་ལོགས་ལ་ཡང་ག་རེ་གསུངས་ཡོང་རེད་ས་ན་ད་ལྟ་ཁོང་གིས་ད་སྐབས་ལ་ཡ། ད་གོང་གི་སྐབས་ཟ་མར་བས་ད་རྗེ་རིན་པོ་ཆེ་བྱོན་པའི་སྐབས་ལ་དེའི་སྔས་ན་ད་བོད་ལ་ཡ་ཁེ་དྲུག་མང་པོ་ཁེ་བ་དང་གྲུ་བའི་དབང་པོ་མང་པོ་བྱུང་ཚར་བ། དེ་འདྲ་ཡིན་དུས་ས་ནས་ད་དེ་གི་བོད་ཀྱི་མཁས་པ་ཐམས་ཅད་ཀྱི་ཨ་ནེ་མ་ཅིག་དབང་ཞུ་སའི་གི་བླ་མ་དེ་ག་འདྲས་ཅིག་གོ་རེད་ཟེར་ལབ་ཡོང་དུས་ས་ནས་ད་ཕལ་ཆེར་ཡོངས་གྲགས་འགྲོ་བ་ཅིག་ག་རེ་གསུང་གི་ཡོད་རེད་ཟེར་ན། དབང་ཡོངས་སུ་རྫོགས་པ་ཐོབ་ཅིང་དམ་ཚིག་དང་སྡོམ་པ་ལས་འདས་པ། རེད་བ། བླ་མ་བརྒྱུད་པའི་ཕྱག་ལེན་མཐོང་བའི་སྒོ་ནས་དེ་ཉིད་རྒྱུད་བཤད་བཞིན་དབང་བསྐུར་གྱི་ཆོ་ག་ལ་མཁས་པ། བརྙེས་པ་སྔོན་དུ་སོང་བས་ལྷ་ཡི་སྣང་བ་ཐོབ་པའམ་ཡང་ན། མ་འགགས་པ། དེ་འབྲས་བུའི་དང་ཆོས་གསུམ་ལྡན་ཅིག་ངེས་པར་དུ་དགུ་དགུར་རེ་བྱས་བྱས་དང་བོད་ཀྱི་མཁས་པ་ཕལ་མོ་ཆེ་གི་པའི་ཡོངས་གྲགས་བྱས་བྱས་དུར་བྱས་བྱས་གསུང་དགོས་ཡོང་བ་རེད་ཞེས་རྗེ་རིན་པོ་ཆེ་སྔགས་རིམ་ཆེན་མོའི་ནང་འདྲི་རེ་གསུང་འདུག་བྱས་ཙང། ད་མདོར་ན་སྤྱི་དང་གི་སྐོར་གྱི་གསང་སྔགས་ཀྱི་བླ་མའི་ཚིག་གཉིས་དེ། མདོ་དོར་རུ་ཏྲ་ལ་གོང་དུ་དྭགས་པོ་རིན་པོ་ཆེས་གསུངས་པ་དང་རྗེ་ཙོང་ཁ་པ་ཆེན་པོས་གསུངས་པ་དང། དྭགས་ན་བཞེངས་མཁན་འཇམ་མགོན་བླ་མ་བློ་གྲོས་མཐའ་ཡས་ཀྱིས་གསུངས་པ་ལྟར་དེ་ཚོ་བའི་མདོ་དོར་རུ་ཡག་པོ་ཞུ་རྒྱུ་འདུག་བ། འདིའི་སྒང་ལ་ཡག་ཅིག་ང་ཚོའི་ནམ་རྒྱུན་དབང་ཞུ་སའི་གི་བླ་མ་དེ་ལ་ཡང་ཏྲ་ཚིག་གཉིས་གོང་དུ་བས་རེད། སྲུང་མ་སྣང་ཞིང་དང་བོད་ཀྱི་མཁས་པ། ཕལ་མོ་ཆེ་ལ་བས་ཡོངས་སུ་གྲགས་པའི་དང་ཚིག་གཉིས་གསུམ་ལྡན། དེ་འདྲ་གཅིག་གོ་རེ་གསུངས་རེ། དང་མདོར་ན་གཅིག་བླ་མའི་ཚིག་གཉིས་མང་པོ་ཅིག་གསུངས་ཡོད་པ་ཡིན་དུས་སང་ནས་ད་བླ་མའི་ཚིག་གཉིས་མང་པོ་གསུངས་པ་དེ་ཚོ་ང་ཚོའི་མཇལ་ཡོང་དུས་སང་ནས་ང་ཚོར་ད་འཚོ་བ་གཉིས་ཟུར་གཅིག་ཡོང་གི་འདུག་བ། འཚོ་བ་གཅིག་དེ་ག་རེ་ཟེར་ན། འོ་ད་དེ་འདྲ་བུའི་གི་ད་གཅིག་བླ་མ་མཚན་ལྡན་གཅིག་ད་པའི་ཉན་ཡག་ག་ལ་ཧ་པོ་རེད་གལ་སྲིད་རྙེད་པ་ཡིན་ན་ད་པའི་སངས་རྒྱས་ནང་བཞིན་བར་པའི་སངས་རྒྱས་དེ་དཀོན་པར་འདུག་ཅིག་པའི་སངས་རྒྱས་དེ་བར་ཆད་ཁྱད་པར་ཞིག་གྲགས་ཡོད་ས་མ་རེད་ད་དེ་འདྲ་བའི་བླ་མ་མཚན་ལྡན་ཅིག་རྙེད་པ་ཡིན་ན་བར་ཆད་ད་སངས་རྒྱས་ཟེར་ན་དེ་འདྲའི་དེ་འདྲའི་འདྲ་བ་ཅིག་མ་གཏོགས་ཅིག་གིས་ད་ང་ཚོའི་གི་ཐ་མལ་པའི་སྣང་ངོ་ལ་ཞིབ་པོ་ཞིབ་པོ་ཅིག་གིས་ད་གང་འདྲ་ཅིག་སངས་རྒྱས་ཟེར་དུས་ད་ནི་ང་ཚོས་ཅིག་ཁྱད་པར་དུ་བ་བ་ཞིབ་པོ་ཅིག་ཡོད་པ་ཅིག་ག་ཚོད་མཇལ་ཐུག་ཡོད་མེད་དེ་ཧ་གོ་མར་བ། དེ་འདྲ་ཡིན་དུས་དེ་འབྲེལ་བའི་བླ་མ་མཚན་ལྡན་གྱིས་མཇལ་བ་ཡིན་ན་ཨ་ནི་སངས་རྒྱས་དངོས་ཀྱི་འདུ་ཤེས་ལོས་སྐྱེས་སྙམ་པ་འདྲ་པོ་ཅིག་ཡོང་གི་ཡོད་རེད། དེ་ཕྱོགས་གཅིག་ནས་ང་ཚོ་འཚོ་བ་དེ་འདྲ་ཞིག་ཡོང་གི་ཡོད། ད་ཕྱོགས་གཞན་དག་ཅིག་ནས་བཤད་པ་ཡིན་ན། ད་གཞུང་ནས་བཤད་པ་ནང་བཞིན་གྱི་བླ་མའི་མཚན་ཉིད་དེ་འདྲའི་ཚང་ལྡན་མཁན་ཅིག་གི་བླ་མ་ཅིག་ད་དེང་སང་དུས་ཚོད་ལ་དཔལ་དཀའ་ལས་ཧ་པོ་ཞེ་པོ་ཅིག་སྙན་ཡག་དཀའ་ལས་ཁག་པོ་ཞུ་བ་ཅིག་ཡིན་ས་རེད་བསམ་བསམ་རོགས་ཅིག་དེ་འདྲ་ཅིག་གི་འཚོ་བ་ཅིག་ང་ཚོ་སྐྱེལ་དགོས་པ་ཨུ། དེ་འདྲ་ཡིན་དུས་སང་ད་ལྟ་གསང་སྔགས་ཀྱི་གཞུང་ནས་བཤད་པ་ནང་བཞིན་གྱི་པའི་མཚན་ཉིད་དེ་འདྲ་པའི་ཆ་ཚང་པའི་བརྒྱ་ཆ་བརྒྱ་ཐམ་པ་པའི་མཚན་ཉིད་ཆ་ཚང་ཚང་དེ་མཁན་ཅིག་སྙན་ཡག་དེ་ཏོག་ཙེ་དཀོན་པོ་ཡག་རེད་བསམ། དེ་འདྲ་ཡིན་དུས་སང་ད་ལྟ་ཆེད་དུ་བརྗོད་པའི་ཚོང་པ་ནང་རོགས་ལ་ཡང། དམན་པ་བསྟེན་པས་མི་དག་ཉམས་འགྱུར་ཞིང་ཐད་ཀར་འཕགས་པ་བསྟེན་པས་སོ་ན་ནས་གཙོ་བོ་བསྟེན་པས་དམ་པ་ཐོབ་པར་འགྱུར། དེ་ཕྱིར་བདག་བས་གཙོ་གྱུར་བསྟེན་པར་བྱ། ཞེས་བྱའི་འབྲེལ་གསུངས་འདུག་བ། ད་གང་ལྟར་ཡང་གཅིག་སོ་སོའི་གི་བསྟེན་ཡག་གི་བླ་མ་དེ་སོ་སོ་ལས་ཡོན་ཏན་ལྷག་པ་ཅིག་དེ་འདྲའི་ཅིག་བླ་མ་བསྟེན་དགོས་རུ་མ་གཏོགས་པས་སོ་སོ་དང་ཡོན་ཏན་མཉམ་པའམ་སོ་སོ་ལས་པས་སྡུག་བ་འགྲུབ་ཅིག་བླ་མ་བསྟེན་བསྟེན་དགོས་མ་རེད་ལ་དེ་བསྟེན་ན་ཕན་ཐོགས་སྐལ་ཡོད་མ་རུང། ད་ག་ནང་བཞིན་ད་གོང་དུ་བཤད་པ་ནང་བཞིན་གྱི་ཀྱི་གོང་དུ། ད་བླ་མའི་མཚན་ཉིད་སྤང་བྱའི་གྱི་མཚན་ཉིད་དང་རྟེན་བྱའི་གྱི་མཚན་ཉིད་མང་པོ་ཞིག་གསུངས་བྱས་ན་ད་ག་ད་གོང་དུ་བཤད་པ་ནང་བཞིན་གྱི། བླ་མ་པའི་སྐྱོན་ཐམས་ཅད་མེད་དེ་བ་ཡོན་ཏན་ཐམས་ཅད་ཚང་དེ་ངེས་ཆ་རྐྱེན་པས་མ་མ་ཚང་ན་མེད་པ་ཚང་དེ་ངེས་བའི་སྐྱོན་པས། ཐམས་ཅད་པས་མེད་པ། ཅིག་དེ་འདྲས་ཅིག་ཐོ་བས་བཀའ་ལ་ཁག་པ་རེད། དེ་འདྲས་ཡིན་དུས་གསང་བདག་ནི་ང་ཚོའི་ཐབས་ཤེས་གར་བྱེད་འོར་ཟེར་ན་སྐྱོན་ཡོན་མཉམ་པ་མ་ཡིན་པ་སྐྱོན་དང་ཡོན་ཏན་མཉམ་པ་ཟེར་བ་རེད་སྐྱོན་ཡོད་དེ་གའི་ཡོན་ཏན་མཉམ་ཁོ་རྒྱ་དམར་འཇིགས་འོག་བཅག་བཅག་པ་ཡིན་ན་བའི་ཕྱི་གཞུང་གཅིག་པ་ཡིན་དེ་གའི་དེ་འདྲས་ཡང་བཙལ་ན་ཞེ་དྲག་ཕན་ཐོག་ཡོང་བ་མ་རེད། སྐྱོན་ཤེས་བྱ་བ་ཡིན་ན་ད་དེ་བས་ཀྱང་གི། སྐྱོན་དང་ཡོན་ཏན་གཉིས་བསྡུར་ཡིན་པས་ན་ཨ་ནི་སྐྱོན་ཤེས་བྱ་བ་ཡིན་ན་ད་དེ་ཡང་དེ་ཡང་ཡོག་མ་རེད། སྐྱོན་ལས་ཡོན་ཏན་མང་བ་ཅིག་ལྡན་དགོས་རེད་སྐྱོན་ཡོད་པ་ཡིན་ན་ཡང་གི་སྐྱོན་ཡོག་གར་ཞིག་ཁྱད་པར་བཞག་ཡོག་མ་རེད། སྐྱོན་ཡོད་པ་ཡིན་ན་ཡང་ཡོན་ཏན་དེ་ལས་མང་ཡོད་པ་ཡིན་ན་ཨ་ནི་དེ་བླ་མ་བསྟེན་ན་འགྲིག་གི་རེད། དེ་ཡང་དོན་དམ་གཉན་པའི་ནང་ལོགས་ལ་དེ་ནམ་རྒྱུན། ཚིག་དེ་ཞིབ་ཆ་ལུང་དྲངས་གནང་ཡོར་བ། བརྩོན་ལྡན་དབང་གི་བླ་མ་སྐྱོན་དང་ཡོན་ཏན་བྲལ། རྣམ་པ་ཀུན་ཏུ་སྡིག་པ་བྲལ་བ་ཡོད་མ་ཡིན། དེ་ཕྱིར་ཡོན་ཏན་ལྷག་པ་ཡང་ནི་ལེགས་སྤྱད་ནས་བུ་རྣམས་ཀྱིས་ནི་དེ་ལ། གར་བྱ་བུ་རྣམས་ཀྱིས་ནི་དེ་ལ་བསྟེན་པར་བྱ། དེ་འདྲའི་གང་དག་དེ་འདྲའི་ཀྱང་ལུང་གཅིག་ཡོར་བ། བྱས་ཙང་དང། དུས་སྙིགས་མ་ལྔ་བདོ་བའི་དུས་ལ་ཡབ་པའི་བླ་མ། སྐྱོན་དང་ཡོན་ཏན་འདྲེས་ནས་ཡོད་པ་རེད་དེ་ནས་ཡུལ་ས་ལ་པའི་རྣམ་པ་ཀུན་ཏུ་སྡིག་པ་དང་བྲལ་བ་སྐྱོན་དང་བྲལ་བ་ཅིག་པས་སྐྱོན་གྱི་ཆ་ཐམས་ཅད་དང་བྲལ་བ་ཅིག་རྙེད་ཐུབ་མ་རེད། དེ་འདྲའི་ཡུལ་ས་དང་སྐྱོན་དང་ཡོན་ཏན་གཉིས་བསྡུར་ཡིན་པས་ན་ཡོན་ཏན་ལྷག་པ་ཅིག་དྲན་བཞག་ན་འགྲིག་གི་ཡོད་རེད་གསུངས་ཡོད། ད་མདོར་ན་དོན་དག་རྡོག་རྡོག་དེ་ནི། བླ་མ་ཟེར་བ་དེ་བས་གང་བྱུང་བྱུང་བྱས་ནས་བསྟན་ཡག་ཅིག་རྩ་བ་ཉིད་ལ་མ་རེད། བླ་མ་པའི་མིང་བཏགས་ཚད་སུ་མར་བས། བུམ་པ་ལག་པ་ལ་ཡང་ཁུར་ཐུབ་ཚད་ཐམས་ཅད་ལ་ཨ་ནི་བླ་མ་བསྟན་བཞག་ན་འགྲིག་ཡོང་མ་རེད། རྒྱུ་མཚན་ག་རེད་ཟེར་ན། བླ་མ་བསྟན་ཡག་དེ་ག་རེའི་ཆེད་དུ་བསྟན་གྱི་ཡོད་རེད། རང་ཉིད་ཀྱི་པའི་ཚེ་འདི་བྱེད་ཀྱི་འདུན་མ་སྒྲུབ་ཡག་གི་ཆེད་དུ་བསྟན་གྱི་ཡོད་རེད། ཚེ་འདི་གཅིག་གི་ད་ལྷག་པའི་ཚེ་འདི་གཅིག་པོ་མ་གཏོགས་ཚེ་ཚེ་རབས་ཕྱི་མ་ཕན་ཆད་ཡོད་པའི་འདོད་དོན་འགྲུབ་ཡག་གི་ཆེད་དུ་གཏན་འཁེལ་བ་རེད། དེ་འདྲ་ཡིན་དུས་སང་ནས་ང་ཚོས་ག་ཚད་ཐུབ་ཚོགས་ཀྱི་བས་བློ་ཟུར་ནས་པའི་སྒོ་ནས་བླ་མ་དེ་མཚན་ལྡན་ཡིན་མིན་བརྟག་དཔྱད་བྱས། ཕུགས་རྒྱང་རིང་པོ་ལ་བསམ་བློ་བཏང་ནས་བླ་མར་བསྟེན་དགོས་ར་མ་གཏོགས་བས་ཨ་ནེ། གནས་སྐབས་གནས་སྐབས་ཀྱི་སོ་སོ་ལ་འབད། འཚོ་བར་བྱེད་ལས་བྱེད། རེད་པ། ད་བླ་མ་དེ་ཅི་འཇལ་དེ་འཚོ་བར་ལམ་སང་ཅིག་འཚོ་བ་སྐྱེན་པོ་རེ་བྱུང། ཡང་ན་ཅིག་མི་གཞན་དག་གིས་འདི་བླ་མ་ཡག་པོ་རེད་ཞེས་ཅིག་མི་གཞན་དག་གི་ཟེར་སྒྲོས་ལ་གི་རྗེས་སུ་རྒྱུགས་ནས་བླ་མ་དེ་ཡང་འདྲ་པོ་དང་ཡང་ན་ཅིག་སོ་སོ་སོ་སོའི་གི་ཕ་མ་དང་སོ་སོའི་གི་ཡང་ཅིག་སོ་སོ་ལས་ལོ་རྒན་པ་དེ་འདྲས་གི་པའི་བཀའ་བཏང་ནས་ཁྱོད་འདི་བླ་མ་བསྟེན་དགོས་རེད་ཞེས་བྱས་ཡང་དེ་འདྲས་པའི་བཀའ་བཏང་ནས་ཡང་བླ་མ་བསྟེན་ཡང་འགྲོ་པོ་དང། ཡང་ཁ་ཤས་པས་ཨུ་ཚུགས་བརྒྱབ་ནས་ད་ཁྱོད་པས་དེ་རིང་ང་བླ་མ་གཅིག་སྐུ་མདུན་ནས་དབང་ཞུ་ཁར་འགྲོ་གི་ཡིན་ཁྱོད་རང་ཡིན་ཕྱིན་གྱིས་འགྲོ་ག་རེ་བྱས་བྱས་ཨུ་ཚུགས་བརྒྱབ་ནས་པས་གར་ཤོར་ཡོད་པས་ད་རྐང་པ་ལག་པ་ནས་འཐེན་བྱས་ཁྲིད་པ་ཡིན་ན་ཡང་ད་འགྲོ་ཡ་ཡོད་མ་རེད་གང་བྱུང་མ་བྱུང་བྱ་ཡ་ཡོད་མ་རེད། ང་བླ་མ་ལ་མ་བསྟེན་པའི་ངན་ལས་ང་ཚོས་གཟབ་གཟབ་ཞིབ་བྱེད་འོང་རེད། བླ་མ་ལ་བསྟེན་ཟིན་པའི་རྗེས་སུ་ཨ་ནེ་ཡང། ང་ཚོས་བརྟན་པོ་བྱ་འོང་རེད། རྒྱུ་རྐྱེན་ག་འདྲས་ཀྱིས་བྱུང་བ་ཡིན་ན་ཡང་དད་པ་དང་དམ་ཚིག་མི་སྲུང་བ་མི་བྱ། རྒྱུ་རྐྱེན་ག་འདྲས་བྱུང་བ་ཡིན་ན་ཡང་དད་པ་དང་དམ་ཚིག་སྲུང་དགོས་རེད། ད་གལ་སྲིད་བླ་མ་བསྟེན་ཚར་བའི་རྗེས་ལ། བླ་མ་དེ་ཚིག་ཉིད་དང་མི་ལྡན་པ་འདྲ་པོ་ཅིག་བརྒྱ་ཆ་བརྒྱ་ཐམ་པ་ཐག་ཆོད་པ་ཡིན་ན་ཡང། ད་དེ་ལ་ཡང་སྐུར་བ་ལྟ་བུའི་ཨ་ཏི་འདི་འདྲ་བྱེད་ཨ་ཡོང་བ་རེད། ཐབས་ཤེས་ག་རེ་ཡོད་རེད་བསམ་དང་དེ་ལྟར་གཏོགས་སི་རྒྱང་ཐག་རིང་པོ་རུ་ཞིག་བསྡད་བྱས་ཕ་བཏང་སྙོམས་ལ་བཞག་རེད་མ་གཏོགས་པའི་དེ་ལ་ཅིག་ཁ་བཏང་ཨ་འདྲ་བོ་དང་སྐུར་འདེབས་བྱེད་ཨ་ལ་སོགས་པ་ད་དེ་འདྲ་བྱས་པ་ཡིན་ན་ཉེས་པ་ཆེན་པོ་ཡོང་བ་རེད་མ་འོངས་པ་ལ་ཡང་སོ་སོ་བླ་མ་ཡག་པོ་ཐུགས་ཡག་པོ་མཇལ་ཨ་བས་རྟེན་འབྲེལ་ལོག་བ་བྱས་དེ་འདྲ་གི་ཉེས་པ་ཆེན་པོ་ཡོང་གི་རེད་དེ་འདྲའི་འདིའི་རྒྱུ་མཚན་བལྟས་ནས་ང་ཚོས་བླ་མ་མ་རན་པའི་གོང་ལ་ཡང་གཟབ་གཟབ་ཞིབ་བྱས། མིའི་ཁ་ལ་མ་ཉན་པ་བྱེད་སོ་སོའི་ཏང་ཡག་པོ་བྱེད་ཆེད་བླ་མ་བསྟེན་དགོས་དེ་གལ་ཆེན་པོ་རེད་བླ་མ་བསྟེན་ཚར་ཞུགས་ལ་ཡང་འབད་ཅིག་བསྟེན་པོ་ཞིག་བསྟེན་འོག་རུ་མ་གཏོགས་ཅིག་གིས་ཡང་འབད་གང་བྱུང་མ་བྱུང་བྱས་ནས་འབད། བསྟེན་ན་འགྲིག་བསྟེན་མཁན་མ་བསྟེན་ན་འགྲིག་བསྟེན་མཁན་གསོ་རུ་ཅིག་དེ་འདྲའི་བྱས་པ་ཡིན་ན་ཨེ་ཡག་པོ་ཡོད་མ་རེད། ད་འོ་ན་གོང་ཁ་སང་ཞུས་པ་ནང་བཞིན་བླ་མ་མཚན་ཉིད་དང་ལྡན་པ་དེ་འདྲ་ཞིག་རྙེད་པ་ཡིན་ན་ཕན་ཐོགས་ག་རེ་ཡོད་རེད་ཟེར་བ། བླ་མ་མཚན་ལྡན་དེ་འདྲ་ཞིག་པས་ཨེ་རྙེད་མི་རྙེད་བརྟག་ནས་པའི་དཀའ་ལས་ཞེ་བོ་རྒྱག་པ་རྒྱུ་མཚན་ག་རེ་ཡོད་རེད་ཕན་ཐོགས་ག་རེ་ཡོད་རེད། ལབ་པ་ཡིན་ན་ད་དེ་ལ་ཡག་དྭགས་པོ་རིན་པོ་ཆེ་གི་ཚོགས་ཆོས་མུ་ཏིག་ཕྲེང་བའི་ནང་ལོར་ག་རེ་གསུངས་ཡོད་རེད་ཟེར་ན། ད་དོན་དག་རྡོག་རྡོག་ཏུ་ཞུགས་ཡིན་ད། བླ་མ་ཚིག་གཉིས་དང་ལྡན་པ་གཅིག་དང་སློབ་མ་སྣོད་དང་ལྡན་པ་གཅིག་འཛོམས་པ་ཡིན་ན་སྐད་ཅིག་མ་དེ་ག་རང་ལ་ཡག་པས་ཡོན་ཏན་ཐམས་ཅད་གྲུབ་ནས་ཡོང་གི་རེད་གསུངས་རེད། བླ་མ་ཚེ་ལྡན་གཅིག་དང་སློབ་མ་སྣོད་ལྡན་གཅིག་འཛོམས་པ་འཛོམས་པ་ཡིན་ན་རྫོགས་མ་ཐག་ཏུ་ལམ་བཟང་པས་ཡོན་ཏན་ཐམས་ཅད་གར་ཆུ་འབེབས་མེད་ལྷུན་གྲུབ་ཏུ་གཅིག་འབྱུང་ཡག་གསུངས་རེད་གཅིག་དེ་འདྲ་ཡོང་གི་རེད་གསུངས་རེད། ད་དེ་ཡང་སློབ་མ་བླ་མ་མཚན་ལྡན་དང་སློབ་མ་སྣོད་ལྡན་གྱིས་གཞི་བཞག་བྱས་ནས་གསུང་དགོས་བར་དང། ད་ནང་བཞིན་གྱི་དྭགས་པོ་རིན་པོ་ཆེ་གི་གསུང་དུས་གསུམ་མཁྱེན་དཔལ་གྱི་ཞུས་ལན་ནང་ལོགས་ལ་ག་རེ་གསུང་ཡོད་རེད་ཟེར་ན། བླ་མ་སྟོང་ལྡན་གཅིག་གིས་སློབ་མ་མཚན་ལྡན་གཅིག་ལ་ཡང་རྟོགས་པ་དང་ལྡན་པ་གཅིག་གིས་གཟུ་བོར་དང་བླ་མ་རྟོགས་པ་དང་ལྡན་པ་གཅིག་གིས་སློབ་མ་མཚན་ལྡན་གཅིག་ལ་བའི་བྱིན་རླབས་གཤའ་མ་གཅིག་ཞུགས་པ་ཡིན་ན། ཡོན་ཏན་ཐམས་ཅད་པས་དུས་གཅིག་ཏུ་པའི་ཡོན་ཏན་ཐམས་ཅད་པས་དུས་ཚོད་གཅིག་ལ་ཡང་ཡོན་ཏན་ཐམས་ཅད་ཕྱོགས་གཅིག་ཏུ་སྤུངས་བཞག་པ་ནང་བཞིན་གཅིག་འབྱུང་གི་ཡོད་པ་དེ་ཆོས་ཉིད་རེད། ཆོས་ཉིད་ཀྱི་དེ་ལ་ཡང་དེ་འདྲ་བའི་སློབ་མ་དེ་ལ་ཡང་དུས་གསུམ་གྱི་བླ་མ་ཐམས་ཅད་བྱིན་རླབས་འཇུག་གོ་རེ། བྱིན་རླབས་འཇུག་གོ་རེ། བཀའ་སྡེ་སྣོད་ཐམས་ཅད་ཀྱི་བྱིན་རླབས་འཇུག་གོ་རེ། སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་ཀྱི་བྱིན་རླབས་འཇུག་གོ་རེ། མཁའ་འགྲོ་དང་ཆོས་སྐྱོང་ཐམས་ཅད་ཀྱང་དེ་ལ་འདུག་གོ་རེ། དེ་འདྲའི་གསུང་ཡིན་པ་རེད།

ངའི་གི་བརྒྱུད་པ་འདིས་ད་དག་པ་རོང་པོ་ཆེ་ཁོང་གི་བརྒྱུད་པ་འདི་གྲུ་བཟློག་གི་བརྒྱུད་པ་རྒྱུན་མ་ཆད་པའི་བྱིན་རླབས་ཀྱི་བཀའ་བབས་ཡོད་ལྡན་གྱི་ཞིག་ཡིན། པའི་བླ་མ་གོང་མ་གོང་མས་གི་འོག་མ་འོག་མ་སྨིན་སྨིན་ཅིང་གྲོལ་བར་མཛད། ཡང་འོག་མ་འོག་མས་གི་གོང་མ་གོང་མ་ལ་པའི་གཙུག་གི་ནོར་བུའམ། མིག་གི་འབྲས་བུ་ལྟར་དུ་པའི། ཁ་ཕྱོགས་བཅས་བཅས་པར་འཛིན་དད་པར་བྱས་ནས་ད་གང་དམ་པའི་གཤིན་རྗེའི་ཡུལ་རང་བྱས་ནས་ས་དམར་བའི་ད་ཅེས། བླ་མ། བུ་ར་ང་རང་ཚོ་ནམ་རྒྱུན་གྱི་མགུར་གྱི་ཚིག་བརྗོད་པ་བུ་ང་རང་ངའི་བླ་མ་སང་ཟེར་བ་ནང་བཞིན་པས་སོ་སོར་ཞི་དྲག་ཅིག་འཇོན་ཐང་རབ་ཅིག་དང་ཉམས་ལེན་རབ་ཞི་དྲག་ཅིག་མེད་པ་ཡིན་ན་ཡང་སོ་སོའི་གི་ད་བླ་མ་དེ་བས་མཚན་ཉིད་དང་ལྡན་པ་ཅིག་ཡིན་བསམ་ནས་ད་ཡིན་ཡིན་པ་རེད་ལ་ཡིན་པ་ནང་བཞིན་ཅིག་དེ་ལ་བས་ཤིན་ཐམ་རོ་ཐམ་རབ་ཅིག་བཟོ་ཐུབ་པ་ཡིན་ན་ང་ཚོའི། དོན་དག་རུ་འགྲུབ་ཡག་ཡོད་རེད་ཅེས་ཀྱི་གསུང་གི་ཡོད་རེད་པ་འོ་ད་དེ་ནང་བཞིན་བྱས་རྗེས་དེ་འབྲི་བའི་ད་བྱིས་རླབས་ཀྱི་སྐབས་བབ་ཡོད་པ་ཡིན་ཅེས་ཀྱི་ད་གསུང་ཡོད་པ་རེད། ད་ག་ནང་བཞིན་འགྲོ་མགོན་གཙང་པ་རྒྱ་རས་ཀྱི་མགུར་གྱི་ནང་ལོགས་ལ་དེ་འདྲས་གསུང་གི་འདུག་བ་འགྲོ་མགོན་གཙང་པ་རྒྱ་རས་མགུར་གྱི་ནང་ལོགས་ལ་ག་རེ་གསུང་ཡོད་རེད་ཟེར་ན། རྗེ་ཡི་མོས་གུས་མ་བྲལ་ན། ཆོས་མི་ཤེས་ཀྱང་དེ་སྐད་ཅེས། ད་རྗེ་ཡི་མོས་གུས་དང་བླ་མ་ལ་ཡོད་པའི་མོས་གུས་དང་དཔལ། ངུ་གུས་ལྷང་ངེ་བ་དེ་དང་བས་རང་རྒྱུད་མ་བྲལ་བ་ཅིག་བྱུང་བ་ཡིན་ན་ཆོས་མ་ཤེས་ན་འགྲིག་གི་འདུག། གདམས་ངག་མེད་པ་ཡིན་ན་འགྲིག་གི་འདུག་སྒོམ་མ་སྐྱེས་པ་ཡིན་ན་འགྲིག་གི་འདུག། ཡི་དམ་གྱི་དོད་ཡང་ད་ག་རང་གིས་བྱེད་ཆོག་གི་འདུག་མཁའ་འགྲོ་ཆོས་སྐྱོང་གི་ཚབ་ཡང་ད་ག་རང་གིས་བྱེད་ཆོག་གི་འདུག། དེ་ནས་བས་གནོད་སྦྱིན་བས་འཇམ་པ་ལ་ལ་སོགས་པ་དེ་ཚོའི་ནོར་སྒྲུབ་ཁོ་རང་བྱེད་དགོས་ཡ་མི་འདུག་ད་ག་རང་གི་ནོར་སྒྲུབ་ཁོ་རང་ད་ག་རང་རེད་འདུག། ཨ་ནི་སྦྱིན་བདག་དེ་འདྲས་རྙེད་ཀྱི་འདུག་དང་མི་འདུག་པའི་ལྟ་དགོས་མི་འདུག་སྦྱིན་བདག་ཁོ་རང་དག་རང་ཡལ་ཤག། མདོར་ན་ཡིད་བཞིན་གྱི་ནོར་བུ་རིན་པོ་ཆེ་ཟེར་བ་དེ་དག་རང་གི་བས། ག་རེ་ཞུ་རེ་བླ་མ་རྗེ་ཁོ་རང་ཁོ་རང་གི་བས་ཆོག་པ་འགྲུབ་ཅིག་ཡོང་གི་འདུག་དེ་འདྲས་ཡིན་དུས་ས་ན་དེ་ལ་ཡག་པའི་མུ་གུས་སྤྱན་མ་མ་ཡིན་པ་ཅིག་བྱུང་ན་དག་རང་གི་བས་ཡིད་ཚིམ་ནས་བསྡད་ཡག་ཅིག་ཡོང་ཡོང་གི་འདུག་གསུངས་བྱས་ད་མདོར་ན། སྤྱིར་གསང་སྔགས་ལ་བས་བླ་མ་གལ་ཆེ་བ་ལྷག་པར་དུ་དང་པོ་བཀའ་རྒྱུད་ཀྱི་བརྒྱུད་པ་འདི་ལ་ཡང་པའི་བླ་སློབ་ཀྱི་འབྲེལ་པ་དེ་ཞི་བ་གཅིག་གི་གལ་ཆེན་པོ་ཡིན་པར་བ། བླ་མས་སློབ་མར་བྱིན་གྱིས་བརླབས། སློབ་མས་བླ་མ་ལ་ཡང་པའི་མོས་གུས་བསྐྱེད་དེ་འདྲའི་བྱ་བ་དེ་ཞི་བ་གཅིག་གི་ད་གལ་ཆེན་པོ་ཡིན་བསྡད་པ་ཅིག་ད་བཀའ་རྒྱུད་གོང་མ་རྣམ་པ་ཚོས་ཀྱི་རྣམ་ཐར་རེ་དག་ནང་བཞིན་གྱི་གསུང་ག་འདྲ་ཅིག་ལ་མཇལ་བ་ཡིན་ན་དེ་གསལ་པོ་ཞུ་བ་རེ་དོ་བ།